གོ་སྒྲིག་གནང་མཁན་དེ་གཙོ་བོ་དེ་ལ་དྭགས་དེ་ད་ཚོགས་པ་ཆེན་མོ་གཉིས་ཡོད་རེད་ད་ལ་དྭགས་ནང་ལོགས་ལ་གཅིག་དེ་དགོན་པ་ཚོགས་འདུ་རེད་གཅིག་དེ་ནང་པ་ཚོགས་འདུ་རེད་ད་འདི་ཚོ་གཉིས་ཀྱི་ཨ་ནི་ཐུན་མོང་གི་ཐོག་ནས་ད་ཁོ་རང་ཚོ་གི་འགྲོ་སོང་གི་ཐོག་ནས་ཡིན་ནའང་འདྲ་ཨ་ནི་ཁོ་རང་ཚོ་གི་ཡ་མ་ཕྱག་ལས་གནང་མཁན་ག་ཚོད་ཡིན་ནས་ག་རེ་ཡིན་ནའང་འདྲ་གཙོ་བོ་དེ་ཁོང་གཉིས་ཀྱི་གོ་སྒྲིག་འོག་ལ་ཨ་ནི་ང་ཚོ་འདི་ནང་ལོགས་ལ་ད་གཞོན་ནུ་ཚོགས་པ་ཟེར་རོ་དེ་མ་ཡིན་པའི་དེ་ནི་ད་ང་ཚོ་ཚོ་ད་སྤྱི་བཏང་ཁོང་གཉིས་ཀྱི་འོག་ལ།

ནས་ཉིད་ཀྱི་ཐོག་ཉིད་ཀྱི་ཐོག་ནས་ཁོ་རང་ཚོ་ད་ལྟ་འདི་ཕྱག་ལས་གནང་དང་གནང་བཞིན་པ་རེད། ཨ་ནི་དེ་ད་ལྟ་ང་རང་ཚོ་མཁྱེན་སོན་པ་རེད་ཨ་ནི་སང་ཉིན་ན་ཉིན་ཞེ་ཉིན་ཉི་མ་གསུམ་རིང་ད་ལྟ་སྐུ་མདུན་གྱི་དེ་ན་ཨ་ལི་ཞི་བའི་རྩར་ཕོ་བྲང་ནང་དུ་ཨ་ནི་གསུང་ཆོས་གནང་ཡ་རེད་ཨ་དེ་སོང་ཙང་ང་ཚོ་གྲ་སྒྲིག་ལ་དང་དམིགས་བསལ་ག་རེ་ཡོད་རེད་ལ་ན་ད་སྐུ་མདུན་ད་ཉི་མ་ལོ་གསུམ་བྱས་ལ་ང་ཚོ་སྐུ་མདུན་དེ།

གྲྭ་བ་དང་ཨ་ནི་ཁ་ཁ་ཁ་ཁ་ང་ཚོ་གསོལ་ཡོད་རེད VIP ཁ་ཅིག་གསང་སྤྱོད་ཁ་ཁ་གསོལ་ཡོད་རེད་ཨ་དེ་སོང་ཙང་ད་ང་ཚོ་བྱམས་པ་ད་དེ་གྲྭ་རིགས་ད་ཕལ་ཆེར་ཕལ་ཆེར་ཚང་མ་ཚར་ཚར་ཚར་དེ་འདྲ་རེད། ད་དེ་རིང་ང་ཚོ་འདི་ལ་ད After UT ད་དེ་རིང་ང་ཚོ་དང་པོ་ང་ཚོ་འདི་ལ་གསུང་ཆོས་གནང་གི་རེད་ཨ་ནི་སྐུ་མདུན་གྱིས་ཨ་ནི་དེ་སོང་ཙང་དཔེ་མེད་སེ་བས་ང་ཚོ་མི་མང་པོ་ལས་ང་ཚོས་འདི་ལྟ་ཐབས་ཤིག་གཏང་གི་ཡོད་མི་ཧ་ལམ་ཧ་ལམ་ང་ཚོ་སྟོང་ཕྲག་དྲུག་ཅུས་ང་ཚོ་འདི་ལ་ལོས་ཏོག་ཁའོ་རེད་དེ་ནི་ང་ཚོ་དེ་འདྲའི་རུ་གྲ་རིག་བྱས་བཞག་ཡོད། ཡོད་རེད་དེ་ག་རང་བཞིན་གཅིག་པ་གཅིག་རྐྱང་རེད་ཕ་ཆོག་ནས་ཡང་དེ་ནི་ད་མི་རྒན་པ་དང་དེ་ཚོ་ཡོད་ན་མོ་འདྲ་དེ་ཁྱོད་ཡང་བྱེད་ཚུལ་ཆོག་ནས་ཡང་ནི་མི་རྒན་པ་དེ་འདྲ་ཡོད་ན་དེ་ཚོ་ཚང་མ་ལ་ད་མོ་འདྲ་དང་དེ་ཚོ་ཆ་ཚང་ནི་ད་ད་དགོང་ཚོགས་དང་ནང་ཚོགས་ཐུན་མོང་ནས་ནི་དེ་འདྲ་རིག་གནང་བཞག་ཡོད་རེད་ལ། ད་ང་རང་ཚོ་ད་དེ་ནང་ལ་སྡོད་པའི་ལ་དྭགས་པ་གཅིག་པུ་ཙམ་མ་རེད་བོད་པ་ཡོངས་རྫོགས་དང་ལ་དྭགས་དང་བོད་པ་ཡོངས་རྫོགས་ད་ག་ལ་བ་རེད་ནང་པ་ཡོངས་རྫོགས་ལ་བ་རེད་དེ་ཚོ་ཚང་མ་གྱི་ཡ་ནི་ད་སོ་དེ་བསོད་ནམས་ཅིག་རེད་བསམ་གྱི་འདུག་ར་བ་ག་རེ་བྱས་ན་དེ་ལ་རྒྱུ་མཚན་ག་ཞིག་ཅིག་འདུག་གཅིག་ནི་ང་རང་ཚོ་ད་ལོ་མང་པོ་ཞིག་རིང་ནས་གནའ་ཡམས་འདི་རྐྱེན་པས་ཡ་ནི་སོ་སོ་གཅིག་གཅིག་ཐུག་མ་ཐུག་གི་གནས་སྟངས་ཅིག་འོག་ནས་ང་ཚོ་ད་ཐར་ནས་དེ་ལན་ཡ་ནི་ད་རྒྱལ་བ་ཐམས་ཅད་མཁྱེན་བརྩེ་སྲིད་པ་ཆེན་པོ་མཆོག